ལོ་རྒྱུས་སུ་འགྱུར་སོང་ང་དཔའ་ཡི་ལེའུ་ལྔ་པ། ད་ལྟ་ང་ཚོ་གཙོ་བོ་ཡེ་ཤུ་ཡི་ཨ་མ་དང་ཁོང་གི་དཔེ་ཆེན་རྣམས་གཙོ་བོ་ཡེ་ཤུ་ལ་སྐད་ཆ་བཤད་དུ་ཡོང་བའི་ལོ་རྒྱུས་དེ་ལྟ་གི་ཡིན། གཙོ་བོ་ཡེ་ཤུ་ཁང་པ་ཞིག་གི་ནང་དུ་ཕེབས་པ་དང་ཡང་བསྐྱར་མི་མང་རྣམས་དེ་ལ་འཛོམས་ནས་མི་མང་མང་དྲགས་པའི་རྐྱེན་གྱིས་གཙོ་བོ་ཡེ་ཤུ་དང་སློབ་མ་རྣམས་ཁ་ལ་ཟ་ཐུབ་མེད་པ་རེད། ཡེ་ཤུ་ཡིས་ནང་མི་རྣམས་ཀྱིས་དེའི་སྐོར་ཐེག་པ་དང་དེ་ནས་ཁོ་ཚོ་ཡིས་ཁོང་སྣུང་པ་བྱ་ཤག་ཟེར་ནས་ཁོང་ལ་བཀག་འགོག་བྱེད་ཁ་ཕྱེས་པ་རེད། ཡེ་རུ་ཤ་ལམ་ནས་བཀའ་ཁྲིམས་ཀྱི་རྒན་ལགས་ཤིག་ཡོང་པ་དང་ཁོང་གིས་བརྗོད་པ། ཡེ་ཤུ་ལ་བདུད་བཤོས་ལྡན་གྱི་དབང་བཅོལ་བྱས་འདུག་ཁོང་གིས་འདུམ་འགྲིག་རྣམས་བདུད་བཤོས་ལྡན་གྱི་དབང་གིས་བརྗེད་ནས་མཐའ་བྲལ་བྱེད་ཀྱི་འདུག་ཞེས་ཟེར་བ་རེད། གཙོ་བོ་ཡེ་ཤུ་ཡིས་བཀའ་དྲིན་པ་རྣམས་རང་གི་དྲུང་དུ་སྐད་བཏང་ནས་བརྗོད་པ། འདིར་ཤེས་ལྡན་གྱིས་སོ་སོའི་རང་ཉིད་ཀྱི་གདུང་རིགས་ག་འདྲ་ཞིག་ཐག་གཅོད་བྱེད་ཐུབ་ཀྱི་རེད་ཞེས་པའི་སྐད་ཆ་དྲི་བ་རེད། གལ་སྲིད་རྒྱ་ཁབ་ཅིག་གིས་རང་གིས་རང་ལ་འཁྲུག་པ་རྒྱག་པ་ཡིན་ན་བརྟན་པོ་ལངས་ཐུབ་ཀྱི་མ་རེད། གལ་སྲིད་ནང་མིའི་བློ་ཁ་ཆགས་པ་ཡིན་ན་བརྟན་པོ་ལངས་ཐུབ་ཀྱི་མ་རེད། དེ་བཞིན་དུ་འདིར་ཤེར་ཕྲན་གྱིས་རང་གིས་རང་ལ་འཁྲུལ་པ་བརྗོད་པ་ཡིན་ན་བརྟན་པོ་གནས་མི་ཐུབ་པར་རང་གི་ཉེས་པ་ཀྱང་བརླག་འགྲོ་གི་རེད། གལ་སྲིད་ཁྱེད་ཚོ་ཡིས་མེ་ཏོག་ཤུགས་ཆེན་པོ་ཡི་ཁང་པ་ནང་ནས་སྐྱ་ལག་ཞིག་འཕྲོག་དགོས་པ་ཡིན་ན་དང་པོ་མི་དེའི་གཟན་ནས་ལྡང་དགོས་ཀྱི་ཡོད། ད་ལྟ་ངས་ཁྱེད་ཚོ་ལ་བདེན་པ་ལབ་དགོས། གལ་སྲིད་མི་སུ་ཞིག་གིས་སྡིག་པ་བྱས་ནས་དཀོན་མཆོག་ལ་ཚིག་གཉིས་བརྗོད་པ་ཡིན་ན་དེ་ལ་གུ་ཡངས་ཐོག་སེལ་གྱི་རེད། ཡིན་ན་ཡང་ཁྱེད་ཚོ་མི་སུ་ཞིག་གིས་དམ་པའི་ཐུགས་ནི་གཏན་དུ་ཚིག་ངན་བརྗོད་པ་ཡིན་ན། དེ་ལ་གུ་ཡངས་རྩ་བ་ནས་ཐོགས་ཀྱི་མ་རེད་ཁོ་ཚོ་ཡི་ནི་ཆེས་ནས་དེའི་རྗེན་དུ་གནས་པར་འགྱོར་ཞེས་གསུངས་སོ། གཙོ་བོ་ཡེ་ཤུ་ཡི་བཀའ་དེ་ན་སྲུང་དགོས་པའི་རྒྱུ་མཚན་ནི་བཀའ་ཁྲིམས་པ་རྣམས་ཀྱིས་གཙོ་བོ་ཡེ་ཤུ་ལ་གདུང་འདྲེ་གྱི་ཚིག་ནི་ཆེས་དབང་ཆོས་ཆེ་འདུག་ཞེས་བཤད་པ་རེད། སྐབས་དེ་དུས་གཙོ་བོ་ཡེ་ཤུ་ཡི་ཨ་མ་དང་དཔེ་ཆ་ཆུང་བ་རྣམས་གཙོ་བོ་ཡེ་ཤུ་ཡི་གནས་ས་ཁང་པ་ཡི་ཕྱི་ལོགས་ལ་སླེབས་པ་རེད། ཁོ་ཚོ་ཕྱི་ལོགས་ལ་ལངས་ནས་མི་ཞིག་ནང་དུ་ཡེ་ཤུའི་སྐད་གཏོང་དུ་མངགས་པ་རེད། གཙོ་བོ་ཡེ་ཤུ་ཡི་མཐའ་སྐོར་ལ་ཡོད་པའི་མི་མང་རྣམས་ཀྱིས་ཁོང་ལ་ཤོད་པ། ཁྱེད་ཀྱི་ཨ་མ་དང་དཔེ་ཆ་ཆུང་བ་རྣམས་ཕྱི་ལོགས་ལ་ཕྱི་ཚེས་ནས་བསྡད་ཤག་ཞེས་ཤོད་པ་རེད། ཡེ་ཤུ་ཡིས་གསུངས་པ། སྲས་ངེད་ཡི་ཨ་མ་རེད། སྲས་ངེད་ཡི་དཔོན་ཆེན་རེད་ཞེས་སྐད་ཆ་དྲིས་པ་རེད། དེ་ནི་ཁོང་གིས་སོ་སོའི་ལྟ་སྐོར་ལ་ཡོད་པའི་མི་མང་རྣམས་ལ་གཟིགས་ནས། དེ་ཚོ་ནི་ངེད་ཡི་ཨ་མ་རེད། དེ་ཚོ་ནི་ང་ཡི་དཔོན་ཆེན་རེད། གང་ཡིན་ཟེར་ན་དཀོན་མཆོག་གི་ཐུགས་དགོངས་ནང་བཞིན་སྒྲུབ་མཁན་རྣམས་ནི་ང་ཡི་ཨ་མ་དང་ཇོ་ཇོ། ཨ་ཅག་བཅས་རེད་ཞེས་གསུངས་སོ།